ཨོ་ཡ། ད་ཁ་སང་ང་ཚོ་བཀའ་སྡེ། བཀའ་སྡེ་གི་ནང་ནས་བཞི་བཅུ་ཞེ་ལྔ་བར་དུ་ཚགས་སོ། ཨ། ལྔ་བཅུ་ང་ཅི་ཡོད་དེ་ཁ་ཤས་ལ་བཞག་ཨོ་དེ་མ་འགྲོ་དེ་ནས་ང་ཚོ་ག་ནས་མ་བལྟས་སུ་འགྲོ། ཨོ་ཨ་ནི། འདུག་བྱས་ན་ཏག་ཏག་རེད་བསམ་གྱི་འདུག། ཨོ་ཡ། ད་དེ་འདྲ་ཡིན་དུས། ད་ང་ཚོ་ག་བ་ལས་རེད་ལབ་ན། ཀ་གི་བཞི་བཞི་བཞི་དྲུག་ལས་དོན་ཀ་བ་ནས་ག་རོའམ་རོའི་ཁྱད་པར་ལབ་འདུག་ཨ། སྟག་བོ་ས་སྐབས་ད་ཀ་ཟེར་ཡ་དེ་བྱས་ནས། གར་བ་དང་གླ་བ་གཉིས་ཀྱི་ནང་ནས་གར་བ་ལ་གྲུག་གི་རེད། ཨ་དེ་ནས་རོའི་ཁྱད་པར་རེད་བསམ་དོན་དག་གཉིས་བཤད་ཡོང་གི་འདུག་ཨ། ད་དོན་དག་གཉིས་ཀའི་ལ་བལ་ཅུང་མང་པོ་བཏང་དགོས་བ་རེད། གཅིག་དེ།

ད་ནི་བཞི་བཅུ་ཞིག་བསྟུན་པ་བསྐལ་བ་ནི་བར་ཆོད་པའམ་རྒྱང་རིང་བའོ་ཞེས་ད་དེའི་ཡང་བསྐྱར་ང་ཚོ་མཛོད་ནང་སྦྱངས་ཚར་རེད་གི་བ་སྦྱངས་རེད་ཟེར་དུས་སུ་ནི་ཕ་གི། ཁྱིམ་བདག་དཔལ་སྐྱིད་ཀྱི་རྒྱུད་ལ་ཨ་ནི་ཐར་པ་ཆ་འཕྲིན་གྱི་དགེ་རྩ་ཡོད་རེད་ཡོད་མ་རེད་ཟེར་ལབ་ཡོང་གི་ཡོད་བ་ང་ཚོ་འོ་དེ་ལབ་དུས་སུ་ནི། ཨ་ནི།

དོན་ཚོད་རིང་པོ་ཕྱིན་བའི་དབང་གིས་མ་མཐོང་བ་ཅོ་རོ་བ་གང་དག་འགྲིབ་སོང་བའམ་ལྐོག་གྱུར་དུ་གྱུར་པ་ད་ལྟ་བསྐལ་བ་སྲིད་དུ་བསྐལ་བ་གང་དག་འདི་རེས་འགའ་བསྐལ་བ་སྲིད་དུ་ལྐོག་ཏུ་གྱུར་པའི་ཀྱི་བྱ་ཚིག་རེད་དེ། བསྐལ་བ་དུས་ཀྱི་བསྐལ་བ། གནས་ཀྱི་བསྐལ་བ་ཟླ་རོ་བ་ཡང་མིན་ན་ཡུལ་གྱི་བསྐལ་བ་སྲིད་རོ་བ། འོ་འདུག་བྱས་ནས། དཔེར་ན་ངས་དེ་སྐད་ཅེས་བཤད་དགོས་ཏེ། ངས་སྐད་ཅེས་བཤད་རྒྱུ་དེ། ད་ལྟ་སྐད་ཅེས་བཤད་པ་དེ། འདིའི་རྗེས་ལ་སྐར་མ་ཁ་ཤས་ཅིག་ལ་གོ་ཡ་ཡོད་མ་རེད། བ། དེ་རྩོད་དེ་ཁ་ཁ་ཕྱིན་ནས། ཡང་མིན་ན་ངས་ད་ལྟ་དེ་སྐད་ཅིག་བཤད་དགོས་བར་དེ་འདི་ཁང་པའི་ཕྱི་ལོག་ལ་གོ་དགོས་ཡོད་མ་རེད་གནས་ཀྱི་བར་ཆོད་ནས་བྱས་ཙང། དངོས་པོ་གཅིག་གི་བར་ཆོད་པའི་དབང་གིས་དེ་ལྐོག་ཏུ་གྱུར་བའམ་མི་མངོན་པ་བྱས་པ་དང། རྟོགས་མ་ཐུབ་པ་ཆགས་པ་ལ་ཨ་ནི་སྐལ་བ་ལགས་ཀྱི་རེད་བ། ཡིན་པ་ཡིན་ན་སྐལ་བ་ཟེར་དེ། ནམ་རྒྱུན་ཆ་ཟིག་ལ་བེད་སྤྱོད་བཏང་ནས་དཔེར་ན་དུས་སྐྱིད་སྐལ་བ། དུས་ས་དུས་ཁ་ཟ་དུས་སྐྱིད་ས་སྐྱིད་ཞེས་སྒྲ་བྱ་བྱེད། ད་ནང་བཞིན་ཡུལ་གྱི་སྐལ་བ། འོག་ཏུ་འདྲི་ཡོང་གི་རེད་བ།

རྩལ་དོན་ཙམ་ནས་གཉེར་བ་ཅིག་མི་འདུག་སྟེ། ཡིན་ནའང་ང་ཚོའི་བོན་པོའི་གི་གཞུང་ཅིག་གི་ནང་ལ་ཨ་ནི་འདི་རག་ཡོང་གི་འདུག། དཔེར་ན་བོན་པོའི་གཞུང་ཨ་ནི་རྒྱུད་དྲི་མེད་གཟི་བརྗིད་ཟེར་སྦྱོར་བ། རྒྱུད་དྲི་མེད་གཟི་བརྗིད་ཟེར་བོན་རྒྱུད་བོན་རྒྱུད་དྲི་མེད་གཟི་བརྗིད་ཟེར། འོ་འདིའི་ནང་ལ་ཨ་ནི་འདི་འདྲ་ཡོང་གི་འདུག་འགྲོ་བའི་དཔལ་མགོན་སྟོན་པའི་སྒྲོན་མ་ལ། ལྷ་ས། འགྲོ་བའི་དཔལ་མགོན་སྟོན་པའི་སྒྲོན་མ་ལ། བདག་ཅག་བདུད་ཀྱི་འདི་རིགས་ཐམས་ཅད་ཀྱང། ཆུ་སྦྲུལ་གྲངས་མེད་ཚུགས་ཚད་བརྟན་གྱུར་ཀྱང། བ་སྤུ་སྐྱ་གཅིག་སྐྱེད་པར་མ་ནུས་པར་ཟད། འགྲོ་བ་དག་པའི་དང་འགྲོ་བའི་མགོན་པོ་ལ་ཡང་ཨ་ནི་དཔལ་དེ་འདུས་དེ་ཚོས་ཀྱི་ཆུ་སྦྲུལ་གྲངས་མེད་པ་གཅིག་དང་ཨ་ནི་ཆུ་སྦྲུལ་ཁོ་རང་ཚོས་ག་རེ་ཐུབ་ཀྱི་ཡོད་ནས་ཡོད་ཚད་དེ་བརྟན་གྱུར་ཀྱང། ཆུ་སྦྲུལ་གྲངས་མེད་ཚུགས་ཚད་བརྟན་གྱུར་ཀྱང། བརྟན་གྱུར་བ་ཡིན་ནས། བ་སྤུ་སྐྱ་གཅིག་སྐྱེད་པར་མ་ནུས་པར་ཟད། བ་སྤུ་སྐྱ་གཅིག་བ་སྤུ་རྐང་གཅིག་ཡང་ཨ་ནི་ཁོ་ཚོས་བ་སྤུ་རྐང་གཅིག་ལ་ཡང་འགྲན་པར་ནུས་ཀྱི་མ་རེད། ད་ག་ན་ཤིན། འདིའི་འོག་དེ་བ་ཚིལ་ཡང་བརྒྱ་འདི་ཡོང་གི་འདུག་ཨ། འགྱུར་མེད་གཡུང་དྲུང་གི་སྐུ། ཁ་ཟས་འགྱུར་མེད་གཡུང་དྲུང་གི་སྐུ་ལྟར་ཆེ་ཞིང་གང་གིས་ཀྱང་བསྐྱེད་དུ་མི་ཚུགས་པའི་ཡོན་ཏན་དང་ལྡན་པ་ལགས་སོ། གང་གིས་ཀྱང་བསྐྱེད་དུ་མི་ཚུགས་པ་གང་གིས་ཀྱང་འགྲན་དུ་མི་ཚུགས་པ་ལབ་ཅེས། སུ་ཞིག་གིས་འགྲན་ཐུབ་ཀྱི་མ་རེད་ཟེར་འོ་འདུག་ཟེར་ནས། གང་ལྟར། བོན་བོན་རྒྱུད་དྲི་མེད་གཟི་བརྗིད་ཟེར་དེའི་ནང་ལ་དེ་འདྲས་ཡོང་གི་འདུག།

སྐྱུས་བཞག་སྐྱུས་ནི་མི་འདུག་སྐྱུས་བཞག་དང་སྐྱུས་བཞག་གྱི་ངེས་ལ་ཨ་ངའི་ཁབ་དེ་སྐྱུས་བཞག་ཟེར་ངའི་ཁུ་བ་དེ་སྐྱུས་བཞག་ཟེར་ངས་རྗེས་བཞག་ཟེར་སྦྱོར་བ། འོ་ད་ཅི་ཡོང། ཡོང་གིན་ཡོང་བ་ཁྱི་ཡོང་དགོས་བསམ་ཚེ་ཡང་སྐྱུས་ནི་མི་འདུག་ཟ་བྱེད་རྗེས་ནི་མི་འདུག་ཟེར་སྦྱོར་ར་སྐྱུས་ནི་མི་འདུག་ཟེར་འོ་ཁོ་རང་དེ་འདྲས་ལབ་བསྡད་ཀྱི་རེད། བྱས་ཙང་ད་ལྟའི་དངོས་སུ་རང་ཁ་ཁའི་ནང་ལ་ལབ་མཁན་མང་པོ་རེད། སྐྱུས་བཞག་ཟེར་ན་གང་ལྟར་བྱེད་པ་དེ་གཅིག་པ་གཅིག་རྐྱང་རེད། ཁ་ནས་མ་བརྗེད་པ་ལ་ཡང་བརྗེད་པ་ལ་ཡང་དོན་བསྐྱུར་བ་ཟེར་རོ། ད་དེ་འདྲའི་འོག་ཏུ་དཔེར་ན་རྒྱུད་འབུམ་གྱི་ནང་ལ་ཡང་གལ་ཏེ་མདོ་སྡེ་དེའི་ཚིག་དང་དོན་བསྐྱུར་བ་ཞིག་མཆིས་ན། མཆིས་ན་ཡང། རོ། དོན་བསྐྱུར་བ་ཞིག་མཆིས་ན་ཡང་དོན་བརྗོད་པ་དོན་བརྗེད་པ་ཅིག་ཡོད་པ་ཡིན་ན་ཡང། རོ། དོན་ཅིག་བརྗེད་འགྲོ་ཡག་གི་དོན་ཅིག་བརྗེད་ནས། མེད་པར་ཆགས་པ་ཡི་ནི་ཡང་སྐྱོ་རོ། འོ་དོན་དཀྱུས་པ་ཞིག་མཆིས་ན་ཡང། བདག་ཅག་གི་དེ་དག་རྗེས་སུ་དྲན་ཞིང་མི་རྒྱུད་པར་བགྱི་བའི་སླད་དུ་གཟུངས་ཀྱི་སྒོ་ཤིན་ཏུ་ཁྱད་པར་བ་ཆེ་ཆེན་པོ་མ་ཆེན་སེ་བ་དག་དེ་འདྲའི་ཡོངས་ཀྱི་འདུ་བ། འོ་མི་རྒྱུད་བའི་ཆེད་དུ་འང་དང་ཡང་བསྐྱར་སླར་ཡང་དྲན་པའི་ཆེད་དུ་སེ་བ། རྗེས་སུ་དྲན་ཞིང་མི་རྒྱུད་པར་བགྱི་བའི་སླད་དུ་སེ་བ། འོ་ད་རྗེས་སུ་དྲན་ཞིང་མི་རྒྱུད་པའམ་མི་བགྱི་བའི་སླད་དུ། སྔོན་དུ་སེམས་ནི་དཀྱུས་པ་རྒྱས་པའི་དོན་དག་དཀྱུས་པ་ལ་ཡང་བེད་སྤྱོད་སྟངས་ཞེས་པ་ཡང་ཡང་ཡང་ཡང་ཡོང་གི་འདུག། ད་དེ་ནས་སྤྲུལ་བ་ནི་གཞན་ལ་ཐབས་ཀྱིས་དྲིས་པ་ལགས་འདུག་ད་སྤྲུལ་བ་དེ་ལ་ཡང་དོན་དག་མང་པོ་འདུག་དོན་དག་ཁ་ཤས་འདུག་ད་དོན་དག་ཁ་ཤས་ཀྱི་ནང་ནས་འདས་དང་ད་གཞན་ལ་ཐབས་ཀྱིས་དྲིས་པ་ཟེར་ན་མགོ་སྐོར་བཏང་བའི་དོན་དག་རེད་བ་ད་མགོ་སྐོར་བཏང་བའི་དོན་དག་དེ་སྐར་མ་གཅིག་གོ་བ་ལྟས་ཁག་པོ་རེད་འདུག།

ཡང་འདི་དང་ཀུན་བཟང་བླ་མའི་ཞལ་ལུང་ནོར་ཡང་དག། ཀུན་བཟང་ཉི་མའི་གསུང་འབུམ་གསལ་དེའི་ནང་ལ་འདི་ཡོངས་གཏོགས་མཆོག་གསུམ་སྐུ་གསུམ་རྩ་གསུམ་འདི་ཉིད་བསླུ་བ་མེད་ག་ས་བཀྲུ་བ་མེད་པའི་བདེན་པའི་མཐུས་གསལ་བྱེད། སྐུ་གསུམ་ག་ས་མཆོག་གསུམ་སྐུ་གསུམ་རྩ་གསུམ་འདི་ཉིད། ཨ་ནི། བཀྲུ་བ་མེད་པའི་བདེན་པའི་མཐུས་ཟེར་ཏེ། བཀྲུ་བ་མེད་པ། བཀྲུ་བ་མེད་པ་ཟེར་ན་བསླུ་བ་མེད་པ་ཟེར་ལ་དགོས་པར་རོ། འོ་འདུག་ཟེར་ནས། འདི་ཏག་ཏག་འདུག་སྤྲོ་བ་མེད་པའི་བདེན་པའི་མཐུས་ཞེས་པ་ལྟ་བུ་འོ་ད་དེ་འདྲ་འདུག་གཞན་ཡང། ཨ་ནི་བོན་རྒྱུད་ཁྲིམས་མེད་ད་ཅི་ངས་ལ་ཡིན་པ་ད་ཅི་བོན་རྒྱུད་ཁྲིམས་མེད་ཟེར་ཏེ་འོ་བ་འདི་བོ་ལ་ཡ། ནད་དྲུག་ཆོ་སེར་དང་འགྲོགས་ཏེ་ཡུལ་བའི་འབྲུ་ཨ་ནི་འབྲུ་གུམ་དང་འགྲོགས་པས། འབྲུ་གུམ་ལ། བཀྲུ་བར་བྱུང་ངོ་ཟེར་ཅིང་བསླུ་བར་བྱུང་ངོ་ཟེར་ཅིང་ཟེར་རེད་འོ་བཀྲུ་བར་བྱུང་ངོ་ཟེར་འོ་དེ་འདྲ་ཅི་ཡོང་གི་འདུག་ད་ཡིན་ནས་སྒང་དེ་གསལ་གསལ་པོ་ཞུ་གི་འདུག་ཨ། མཆོག་གསུམ་སྐུ་གསུམ་རྩ་གསུམ་འདི་ཉིད། བསླུ་བ་མེད་པའི་བདེན་པའི་མཐུས་ལབ་བྱས། དཀོན་མཆོག་གསུམ་གྱི་བསླུ་བ་མེད་པའི་བདེན་པའི་མཐུས། ནམ་གྱི་ལག་གི་ར་བ། འོ་ད་བསླུ་བ་མེད་པའི་ཚབ་ལ་ཡ། བཀྲུ་བ་མེད་པའི་བདེན་པའི་མཐུས། ཨོ་རྒྱན་ལྡན། ཨ་ནི་ཁོ་རང་བྱ་རྩིས་ཡིན་ན། བཀྲུ། བཀྲུ། བཀྲུས། དུས་གསུམ་བྱེ་བྲག་བཞིན་བེད་སྤྱོད་གཏང་དགོས་ཡོད་ས་རེད་བྷ་བ་ས་ག་པ་ཀ་ར་ད་བཀྲ་ཤིས་བཀྲུ་མང་བོ་བྱས། ས་ག་པ་ད་ཀ་ར་ད་བཀྲ་ཤིས་བཀྲུ་ད་ལྟ་བ་བྱས། ཨ་ནི་བྷ་བ་ས་ག་པ་ཀ་ར་ད་བཀྲ་ཤིས་བཀྲུས་བཀྲུས་ས་བཀྲུས་བསྡད་པ། ཨ་ནི་སྔོན་འཇུག་མེད་ནས་བསྐུལ་རྩིས།

འོང་འདུག་བྱས་ནས་ད་ཀ་དེའི་ནང་ལ་ཡར་ཚིག་ཐ་སྙད་ལྔ་བཅུ་ང་བཞི་ཡོད་པ་དེ་ཕལ་ཆེན་འདི་འདྲས་བྱས་ཚར་སོང། ད་དེ་ནས་ཁ་དེ་ལས་མང་བ་བྱས་ཁ་དེ་གི་ནང་ལ་ཐ་སྙད་ག་ཚོད་སོ་རབ་ཏུ་ཉི་ཤུ་ཙམ་ཞིག་འདུག་ཨ་ཉི་ཤུ་ཉི་ཤུ་ཙམ་ཞིག་འདུག་ཨང། ཉི་ཤུ་ཨོ། ཉི་ཤུ་རྩ་གཉིས་འདུག་ཁ་དེ་ནང་ལ་ཉི་ཤུ་རྩ་གཉིས་ཐ་སྙད་ཉི་ཤུ་རྩ་གཉིས་ཙམ་ཞིག།

ལས་ཀ་བྱེད་བྱེད་ལ་ཁོ་ཚོ་ཁ་དུམ་པ་རེད། ལས་ཀ་དེ་བྱེད་ལ་ཁོ་ཚོ་ཁ་འཆམ་སོང་རེད། ལས་ཀ་དེ་བྱེད་ལ་ཁོ་ཚོ་ཁ་མཐུན་སོང་རེད། ཨ་ནི། གཅིག་གིས་ཤར་ལ་འགྲོ་སྲིད་གཅིག་གིས་ནུབ་ལ་འགྲོ་སྲིད་ཡ། གཅིག་གིས་ཚོང་རྒྱག་སྲིད་གཅིག་གིས་ལབ་གྲྭ་ལ་འགྲོ་སྲིད་ཡ་དེ་ལ་བ་ཡིན་ན་ཁ་མ་མཐུན་པར་བ་འུ་ཅུ་བྱས་ནས། བྱས་ཙང། འདིའི་གི་སྐོར་དེ་དེ་འདྲའི་འུ་འདུག་ཨ་དཔེར་ན་མི་ཕམ་རིན་པོ་ཆེ་གི་སྐད་གཉིས་ཤན་སྦྱར་ནང་ལ། ཁ་དུམ་པ་བཀོད་པའི། ཁ་ས་རིན་ཆེན་ཉོས་པ་དང་ཟེར་ཡ་འདྲ་བོ་ད། ད་ག་ནང་བཞིན།

ཞོགས་ཀའི་འཁྲུག་པ་ཤོར་དགོངས་དག་འཆམ་འགྲོ་ཡ་དེ་འདྲ་ཡོད་རེད་བ་ད་ང་ཚོའི་རྒན་ཤག་ངས་ཁྱེད་ཚ་དགོད་ཁྲོ་ཁྲོ་བྱས་ཁྱེད་ཚ་འདྲ་སྲུང་ཡ་ཡོད་རེད་བཟའ་ཚང་འཁྲུག་པ་ཉན་རྗེས་ནང་ལྟུང་ཟེར་ཡ་དེ་འདྲ་འོ་ད་གང་ད་ཉིན་མོ་མིའི་ལས་ཀའི་ཆེད་དུ་འཁྲུག་པ་ཤོར་ཡ་ཡང་དགོངས་དག་འཆམ་འགྲོ་གི་ཡོད་རེད་བ་འོ་དེ་འདྲ་བྱས་ནས་ཁོ་ཡིན་ནས་སྙིང་རྗེ་བོ་རེད་བ་སྐད་ཆ་འདི་བདེ་བོ་རེད་བ་བཟའ་ཚང་འཁྲུག་པ་ཉན་རྗེས་ནང་ལྟུང་ཟེར་དུས་ཨ་ནི་མལ་སའི་ནང་ལ་ལྡུམ་འགྲོ་གི་ཡོད་རེད་འཆམ་འགྲོ་གི་ཡོད་རེད་ཟེར་བ་རེད་བ་ད་ལྡུམ་འདི་ཨོ་ད་ལྡུམ་མ་ལྡུམ་དྲི་གི་ཡོད་རེད་བ།

གྲོས་བྱས་རྗེས་གཅིག་ལས་ཀ་བྱེད་ཡ་ལ་གྲོས་གྲོས་བྱས་བྱས་པ་ཡིན་ན་ཚོགས་འདུ་རེ་ཚོགས་བ་ཡིན་ན་ཚོགས་འདུ་ཚོགས་ཨ་ནི་ཚང་མ་ཚང་མ་དེ་གང་ལྟར་ལས་ཀ་ག་རེ་ཡིན་པ་ཡིན་ན་དེ་བྱེད་ཡ་ལ་ད་ཁ་ཐུང་པ་འདྲ་པོ་རེ་རེ་རེ་བ་ཨ་ནི་དེ་བྱས་པ་རེ་ཁ་ས་དེ་བསམ་བློ་གཅིག་གྱུར་ཆགས་སོང་ན་ཨ་ནི་དེ་ལ་ཡ་ཁ་ཕྱིན་པའམ་གྲོས་མཐུན་པ་ལ་དགོས་པ་རེ་བ་དཔེར་ན་དེ་འད་ཡོང་གི་འདུག་མེ་ཧྥ་མུ་ཤེ་ཁི་ཁ་ས་མར་ད་བ་གའི་ནང་བསྟན་རྒྱུད་ནང་ལ་ཡ་ཀོ་ས་ལའི་རྒྱལ་པོ་གསལ་རྒྱལ་ལ་བློན་པོ་ལྔ།

བརྩམས་པ་དང་སྤྱོད་པའི་བུ་རིང་པོ་མ་གཏོགས་པ་ཐམས་ཅད་ཁ་ཕྱེ་འདུག། ཨན་འདིའི་ནང་ནས་སྤྱོད་པའི་བུ་རིང་པོ་ཟེར་དེ་བུ་གཅིག་གི་མིང་རེད་ད། འོ་ད་བླུན་པོའི་ནང་ནས་སྤྱོད་པའི་བུ་རིང་པོ་ཟེར་ཡ་དེ་མ་གཏོགས་གཞན་པ་ཚང་མ་ལོ་ཨ་ནི། ཕྱོགས་གཅིག་ཏུ་འཇིགས་སོང་རེད་ཅེས་ཁོ་རང་ཚོ་ཕྱོགས་གཅིག་ཏུ་གྲོས་མཐུན་ཚན་རོལ་ཟེར་སྤྱོད་པའི་བུ་རིང་པོ་མ་གཏོགས་ཐམས་ཅད་ཁ་ཕྱེ་འདུག་ཟེར་ཡ་རེད་པོ། དང་ན་ཤེས་བླུན་པོའི་ཕྱོགས་དེ་ནི། བླུན་པོའི་ཕྱོགས་དང་ད་སུ་རེད་ཟེར་ན། འདི་རེད་ད། སྤྱོད་པའི་ཕོ་རིང་པོ་ཟེར་ཏེ། ཤ་ཚ་བློན་པོའི་ཕྱོགས་དེ་ནི་རྗེ་བོ་ལ་སྙིང་ཉེ་བ་ཡིན་པས་ཁ་མ་འབྱིན་ཏོ། རྗེ་བོ་སི་ཏུ་ནི་སོ་སོའི་རྒྱལ་པོ་ལ་ཡང་སྙིང་ཉེ་བ་སྟེ། བློ་ཉེ་པོ་ཡོད་པར་སོང་ཙང་ཨ་ནི་ཁ་མ་འབྱིན་ཏོ་ཟེར་ན་ཁོ་ཚོ་དང་གྲོས་མ་མཐུན་པ་ཆགས་རེད། གང་ཟག་ཁོ་ཚོས་ངན་ཇུས་བཤམ་གི་ཡོད་རེད། འོན་ཏུ་ཟེར་ནས་ཁ་འབྱིན་ཏོ་ཁ་མ་འབྱིན་ཏོ་ཟེར་ན་ཁོ་ཚོ་དང་གྲོས་མཐུན་པ་རེད་གྲོས་མ་མཐུན་པ་རེད་ལབ་ནས་འོ་དེ་འདྲའི་ཚིག་གི་བེད་སྤྱོད་དོ། འོ་ཏོ་ཟེར་ནས་སའི་ཐག་གཅོད་དོ།

མི་འབྱར། ད་འདི་ལེགས་སྦྱར་གྱི་ཚིག་ལ་ཤ་གནས་བྲིས་ཏོ། ཤ་གནས་བྲིས་དོན་ལྟར་ཏག་ཏག་ཡོད། ཤ་གནས་ཤ་གནས་ལ་དོད་ཁ་ལི་ཁ་ལི་ལ་དགོས་རོ། ཡིན་པ་ཡིན་ནས་ང་ཚོའི་ནམ་རྒྱུན། བེད་སྤྱོད་བཏང་དུས་མང་པོ་ཞིག་ལ་དལ་བུས་ལབ་པ་ལས། རོ། རིམ་གྱིས་ཟིན་ན། བལྟས་ཚ། ག་ས། ཉེ་བའམ་མཚམས་པར་བྱེད་ཡོད་ངེས་འདྲ་བྱོས། རིམ་གྱིས་ཟེར་སྦྱོར་རེ་བ་ང་ཚོ་རིམ་གྱིས་འཇུག་པ། རིམ་གྱིས་སློབ་སྦྱོང་ལ། བརྩོན་འགྲུས་བརྩམས་པ། རིམ་གྱིས་བྱ་བ་འགྲུབ་པ། རིམ་གྱིས་ཅེ་ཅེ་མོ་མོ་བྱས་ནས་རང་ཡུལ་དུ་ལོག་པ། རིམ་གྱིས་ནུབ་ཕྱོགས་དུ་ཤོར་བ་ས་དེ་སང་ཕལ་ཆེར་རྒྱག་གི་ཡིན་ན། འདི་འདྲས་སོ་ཅི། དཔེར་ན་རྗེ་སྒམ་པོ་པས་དེ་འདྲའི་འོག་ཏུ། སེམས་ལ་གནོད་པའི་ལས་རྣམས་ཁད་ཀྱིས་སྤོངས། ཟེར་ཏེ། རོ། ཀ་བས། སེམས་ལ་གནོད་ཡག་གི་ལས་ཀ་དེ་འདྲས་ཡིན་ན་དེ་འདྲས་ཕ་ག་ལི་ག་ལི་ག་ལི་སྤོངས་ཤོག་ས་དེ་ལ་དེའི་ནང་བཞིན་བྱས་པ་ཡིན་ན་འདུག་སུ་ཞུ་དགོས་རོ། ཡང། མེ་བ་ཅེ་ཧོབ་དེ་ཆབ་ཅིག་ལ་སྤོངས་ཐུག་གི་མ་རེད་བ་སུ་རིམ་གྱིས་སྤོངས་ལབ་ནས་ཏག་ཏག་བསྡད་ཀྱི་འདུག། ཨོ། ཞེས་ལྟོས་བྱུང་ན། ནི་གར་ནི་བསྡུས་ཏེ་ཤེས་པར་གྱིས། ཞེས་ཟེར། ད་དེ་ནས་ཡང། ཅུང་ཟད་ཙམ་རེ་སྙིང་ཁའི། ནི་གར་ཟེར། སྙིང་ཁའི་རྩ་མདུད་ཁད་ཀྱིས་ཁད་ཀྱིས་ལྷོད་དུ་སོང་ནས། ཟེར། སྙིང་ཁའི་རྩ་མདུད་དེ། ནི། ཁད་ཀྱིས་ཁད་ཀྱིས་ལྷོད་དུ་སོང་ན་ག་ལི་ག་ལི་ག་ལི་ལ། རིམ་གྱིས་རིམ་གྱིས་ནི་ལྷོད་པོ་ཆགས་འགྲོ་གི་ཡོད་རེད། ཞེས་བྲིས་པ། སྡིག་པ་ཤིན་ཏུ་ཆུང་ངུ་ལའང་མི་གནོད་སྙམ་དུ། སྔས་མེ་བྱ། ཆུ་ཡི་ཐིགས་པ་བསགས་པས་བསྐྱང། གནོད་སྦྱིན་ཁད་ཀྱིས་གང་བར་གྱུར། ཟླ་དཔེར་ཆུ་ཡག་ཤོད་ཅིག་བསྟད་དོ། སྡིག་པ་ཆུན་ཆུན་ཆུན་ཆུན་བསགས་ནས་སྡིག་གི་སྣོད་དགུ་མ་རེད་བསམ་རྒྱུ་ཡོད་མ་རེད། དཔེ་བྱ་ན། ཆུ་ཡི་ཐིགས་པ་བསགས་པས་བསྐྱང་ཟེར། ཨ་ནི་གནོད་སྦྱིན་ཁད་ཀྱིས་གང་བར་གྱུར། གནོད་གྱོགས་ཆེན་པོ་འདི་ཚོ་ཡང། རིམ་གྱིའམ་དལ་གྱིས་ཨ་ནི་ཁེངས་འགྲོ་གི་རེད། ལབ་བྱས་འོ་ད་དུག་སེལ། འདིའི་དཔེར་ཆུ་དེ་འདྲས་ཡོད་ཚོད་ནི་གོ་གསལ་ཐག་ཆོད་འདུག་ཨ་ཁད་ཀྱིས་གང་བར་གྱུར་ཟེར།

སྐད་ཡིག་གཞན་པ་ནས་ཚུར་བུ་ལོན་གཡས་བཞག་ནས་སོ་སོའི་སྐད་དེ་བེད་སྤྱོད་མ་བཏང་བྱས། ཧོ། མི་གཞན་པས་ཙམ་ནས་གཡས་བཞག་རྒྱུ་དེ་བེད་སྤྱོད་རྒྱུག་ཆེ་བར་འདུག་ཨ། འུ་འདུག་ཟེར། ད་ཡིན་པས་ནས་ད་ལྟ་དེ་འདྲ་སྙིང་ལ་ད་བཤད་དགུ་དེ་དགུ་ཤུ་དག་དག་ལོག་བསྡད་འདུག་ཨ་དེ་བོད་ཀྱི་སྐད་ཀྱི་རང་བཞིན་དང་མ་མཐུན་པ་ཅིག་ཡང་ཟེར་ཡིན་ངེས་རེད་བྱས་ཁུ་ཤ་ཟ་ལབ་ནས། རོ་ཨ། ཁུ་ཤ་ཟ་ལབ་དེ་ཁྱད་མཚར་ཞིག་འདུག་ཨ། འོ་དེ་རེད། ད་ཡིན་ནས་ཁུ་ཤ། དེ་འདྲའི་ཁར་ཟ་བསྡད།

ད་ཁུ་བ་སི་ན་སྐྱེས་སམ་རྫོང་ཟེར་ཏེ་ག་འདི་ལ་ག་རེ་རེད་ན་རྔན་པ་ཟེར་ཏེ་རེད་ཡང་ཚིག་ང་རང་ཚོ་དེ་སང་བེད་སྤྱོད་ཅིག་ག་སུ་དེ་དམར་བོ་རེ་བཏང་བ་ཡིན་ན་དེ་སང་རྔན་པ་རྔན་པ་ཟེར་རྔན་པ་སྤྲད་ཟེར་ཆོག་རེད་བ། རྔན་མ། སྐྱེས། ཨ་ནི་ད་རུང་ཡག་པོ་བྱས་ཤག་སི་ལ་རྔན་པ་སྤྲད་པ་དེ་ལ་ལེགས་སྐྱེས་སི་ལ་གི་རེད་བ། ཨོ་དེ།

ཁྱོད་ཀྱིས་མ་ལ་བུད་མེད་ཀྱི་ནོར་དང་བུད་མེད་ཀྱི་བག་རྫོང་དང་བུད་མེད་ཀྱི་ཁུ་བ་ཞེས་བྱ་བ་གང་ཡིན་པ་ཡང་དེ་ཉིད་ཅིག་ཡོད་དོ་ལབ་ཅེས་བྱས། ཁྱོད་ཀྱིས་མ་ལ་ཁྱེད་རང་གི་ཨ་མ་ལ། བུད་མེད་ཀྱི་ནོར་དང། བུད་མེད་ཀྱི་བག་རྫོང་དང་ད་བག་རྫོང་ཟེར་ཡ་དེ་འདིར་མནའ་མར་འགྲོ་དུས་བསྐྲད་ཁྱོད་བསྐྲད་ཡག་གི་བརྔན་པར་སྦྱོར་བ་དེ་ལ་ཡང། ཨ་ནེ་བུད་མེད་ཀྱི་ཁུ་བ་ཞེས་བྱ་བ་གང་ཡིན་པ་ཡང

ཞེས་བསྟན་པ་ཆོས་ཀྱི་ཁུ་བ་ཤེས་པར་གྱིས་གསལ་རོ། འོ་དེ་འདྲ་ཡོང་གི་འདུག་བྱས་ཙང་ཁུ་བ་དོན་ངན་པར་གོ་བ་དེ་གསལ་པོ་འདུག། ད་དེ་ནས་ཁོ་ལག་ནས་ཞིང་ངམ་སྦོམ་ལབ་རོ། འོ་ལས་ད་མ་ཤི་དེ་ཤ་ཤ།